ལ་སོགས་རྒྱལ་སྲས་ཆེན་པོ་ཞི་བ་ལ་ཤངས་ཨ་ནེ་མཛོད་པའི་བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་ཞེས་བྱ་བ་དེ་ཉིད་ཤེས་པར་བྱ་བ་འདི་ལ། ལེའུ་བཅུ་ཐམ་པ་ཡོད་པའི་གྲས་ལས་ད་རེས་ཀྱི་བཀའ་སུ་བབ་པ། ལེའུ་བརྒྱད་པ། བསམ་གཏན་གྱི་ལེའུ་སྟེ་མ་ཞེས་པའི་སྐབས་ཡིན། དེ་ཤེས་པར་བྱ་བ་དེ་ལ་ཡང། མཚམས་སྦྱར་བའི་སྒོ་ནས་བསམ་གཏན་གོམས་པར་བསྡམས་པ་དང། མི་མཐུན་ཕྱོགས་སྤོང་བ་དང་གཉེན་པོ་བསྒོམ་པ་སའི་དོན་ཚུལ་གསུམ་ཡོད། གཉིས་པ་ཤེས་པའི་སྐབས་དེ་ལ་ཡང་མདོར་བསྟན་པ་དང་རྒྱས་པར་བཤད་པ། རྒྱས་པར་ཤེས་པའི་སྐབས་དེ་ལ་ཡང་འཇིག་རྟེན་སྤང་བ་དང་རྣམ་རྟོག་འདོར་བ། རྣམ་རྟོག་འདོར་བ་ཤེས་པའི་སྐབས་དེ་ལ་ཡང། མདོར་བསྟན་པ་དང་རྒྱས་པར་བཤད་པ། གཉིས་ཡོད་པ་ལས་མདོར་བསྟན་པ་གོང་དུ་སོང་ནས་བཀའ་བསུ་བ་པ་རྒྱས་པར་བཤད་པའི་སྐབས་འདི་ལ་ཡང། འདོད་བ་ལ་སྐྱོ་བ་སྐྱེས་པ་གཡེམ་པ་ལ་དགའ་བ་སྐྱེས་པ་ཟེར་རྣམ་པ་གཉིས་ཡོད་ས་ལས། དང་པོ་ཞེས་པའི་སྐབས་དེ་ལ་ཡང། འབྲས་བུ་འཇིག་པ་དང་ངོ་བོ་མི་གཙང་བ་དང་བཅུའི་གནོད་པ་བརྟག་པ་ཟེར་དོན་ཚུལ་གསུམ་ཡོད་ས་ལས་དང་པོ། འབྲས་བུ་འཇིག་པ་ཟེར་མེད་དེ་ཡིན།

འདོད་པའི་གི་ཡོན་ཏན་ལྔ་འདི་ལོ་ཡ། ཆགས་པ་དང་ཞེན་པ་དེ་སྤང་གོ། སེམས་མེད་ཀྱི་སྐོར་འདི་སྟོན་མེད། སྲིད་གཞུང་ན་ཡིན། ད་འདི་སྟོན་དཔེ་གི་གཞུང་དག་ན། འཇིག་རྟེན་འདི་དང་ཕ་རོལ་དུའང་འདོད་པ་རྣམས་ནི་ཕུང་འཁྲུར་བཅས། དེར་ནི་གསོད་དང་འཆིང་དང་གཅོད། ཕ་རོལ་དུ་ནི་ཉར་སོ་དྲུག། སེ་ད་ཨ་ནི་ཤོ་ལོ་ཀ་གཅིག་གི་ནང་ན་ལུང། དེ་དང་འབྲས་བུ་འཇིག་པ་སེམས་མེད་ཀྱི་སྐོར་འདི་སྟོན་མེད་སྲིད་གཞུང་ན་ཡིན། དང། འཇིག་རྟེན་འདི་དང་ཕ་རོལ་ཏུའང་ཟེར་བ་ལས། ཚེ་འདི་དང་ཚེ་ཕྱི་མ་གཉིས་ཀ་ལུགས་བཟང་མེད། འཇིག་རྟེན་འདི་དང་ཟེར་བ་བཞིན་ཚེ་བདག་དག་དང། ཕ་རོལ་ཏུའང་ཟེར་བ་བཞིན་ཚེ་ཕྱི་མ་ལུགས་བཟང་མེད། འདོད་པ་རྣམས་ནི་འཕོ་འཁྲུལ་བཅས་ཟེར་བ་ཅག་ནི། འདོད་པའི་ཡོན་ཏན་ལྔ།

བཙོན་ཁང་ན་ཡང་ཇོ་ཁོག་འཐེན་པས། རལ་རྩེད་སྐབས་རང་གི་སྐབས་བསླབ་འདི་སུ་ཡང་དེར་ཆེད་སྒོ་འཐེན་དུ་ཡོད་སྲིད་ཞུ་ནས་དད་པའི་འོག་ལོ་བསྟན་ཏེ། འདོད་པའི་རྒྱུན་འདི་ང་ཡི་ནང་ན་ལས་དཔེར་ན་གཟུགས་མཛེས་པ། གཟུགས་མཛེས་པ། ང་ཆེ་བུ་ཀྱི་བུམ་ལོ་ཆག། བུམ་གྱི་བུ་སུ་ལོ་ཆག། ལྷག་པར་དུ་ཡང། ཏེ་ད་བུ་སུ་དུས་སུ་ཀྱི་བུམ་གྱི་ཞོ་ཁ་ལུས་པས་ཤི་ན་ཏེ་བུ་སུ་དུས་སུ་ཀྱི་མི་ཚེ་དེ་ཧ་ལམ་གཅིག། ཏེ་གསོས་པ། འཆིང་བ། གཅོད་པ། ལ་སོགས་པའི་གི་ཉེས་དམིགས་རྣམ་པ་སྣ་ཚོགས་ཅི་བྱུང་དང་འབྱུང་བཞིན་པ་ཡོད་པ་དེ་འཇིག་རྟེན་འཛམ་བུ་གླིང་འདི་ན་ལུང་ང་ཆེ་ཁ་རག་གིས་མཐོང་ས་དང་གཟིགས་ས་ཡིན་སྲིད་ཞོ་ནི། ན་རྒྱ་གར་ན་སུམ་ཅུ་བལ་བ་ཅན། ད། སུ་མཛད་མ། ཏེ་ད་འབུམ་འདི་སུ་ལ་ཡང་ཆགས་པ་དང་ཞེན་པ་བས། འདི་ལོ་ཡང་ཐོབ་ནི་གི་དོན་ལོ་རེ་བ་གཅིག་གི། མ་ཐོབ་བི་གང་ལན་འབུམ་འདི་ལོ་ཡ། ད་འདོད་ལོ་དབང་གཙོ་སྦས་ཞིམ་ལན་དེ་ལས་ཁྲིམས་སྲོལ་ག་པ་གི་བཟུང། དེ་ལས་ཐ་མའི་ཐ་འདམ་ལོ་ཡ། སྲོག་ཐོད་ལོ་ཁྲིམས་དེ་བཏང་ཞེ་ན་བན་རྒྱ་ག་ལུང་པ་ལོ། དེ་བུ་སུ་གི་ཁྲིམས་ག་ཅི་ལོ་སྲོག་ལས་ཤ། ཅེ་ཨ་ནི་འདོད་བི་ཡོན་ཏན་ལྔ་ལོ་ཡ།

འདོད་པའི་ལུས། འདོད་པའི་ཡོན་ཏན་ལྔ་ལུས་ཡང། ཆགས་པ་དང་ཞེན་པ་འབེལ་བ་ཅན། འདི་དགེ། རྣམ་སྨིན་འདི། ཚེ་བདག་དང་ཚེ་ཕྱི་མ་གཉིས་ཀར་ལུས། ཕུང་ཁྲོལ་སྐྱེས་ནི་མ་གཏོགས་གཅིག་པུ་ལུས། དེ་བཞིན། བདེ་བ་ཆེ་ས་དང་པུ་ལེ་རའི་མིང། དེ་བས་འོག་ལོ་བསྟན་ཏེ། འང་ནི་གསུམ་གྱི། འབྲས་བུ་འབྱུང་ནི་དབྱིབས་འདི་ཤེས་ཤེ་ན། བས་འདོད་པའི་ཡོན་ཏན་ལྔ་ལུས་ཡང། ཆགས་པ་དང་ཞེན་པ་འབེལ་དང་སྤངས། གོ། སེ་གསུངས་ནས། ཡང་དག་སྣེམ་བཅས་ཀྱི། འབྲས་བུ་འཇིག་པ་ལོ་བསམ་བློ་བཏང་ཞེ་ན་པས། འདོད་པ་ལུས་ཆགས་པ་ཞེན་པ་སྤང་གོ་ཟེར་མེད་དེ་སྟོན་ཚ་ཡི། ད་གཉིས་པ། ངོ་བོ་མི་གཙང་བ་ལ་བསམ་པ། ད་ངོ་བོ་མི་གཙང་བ་ལ་བསམ་པ་ཟེར་ག་ལ་ད་གཙོ་ཨ་ན་ལི་མ་བོད་ད་བུམ་ལོ་བྱ་ཞེ་ན་པའི་གསུང་བསྡད་ཀྱི་འདུག་སེ་ཞོ་ནི། ད། སྲོག་དང་དྲང་བའི་དང་མཚུངས་པ་དང་སྲོག་དེ་ཉིད་ལ་བརྟགས་ནས་དེ་མི་གཙང་བར་བརྟགས་པ་ཟེར་ནས་རྣམ་པ་གཉིས་འདུག།

ཅོག་ར་བྱེད་པའི་ཡུལ། དེ་བོག་དང་ད་སྟོ་ཨ་ན་ལུ་བེའུ་ད་ལུ། གཙོ་བོ་དེ་བསླབ་བྱ་བྱང་ཆུབ་སེམས་དཔའ་དུས་སུ་ལུ་བེ་བ་ལུ་བསྟན་དེ་གི་བེ། དེ་ཨ་ནི་བུས་དུས་སུ་གི་དེ་བ། འབུམ་ལུ། ཆགས་པ་དང་ཞེན་པ་དེ་བེ་མི་བཏུབ། ཟེར་བའི་གི་ཐོ་ལེ་བེ་བཞིན་ན། ད་གསུངས་དེ་གི་དུ་སེ་ཤོ་ནི་ཡིན་ལ། ཡ། ད་འདི་བསྟན་པའི་གཞུང་དག་ན་རེ་མ། ཕོ་ཉང་ཕོ་ཉང་མོ་ཡི་སྔོན། གང་ཕྱིར་དུ་མ་གསོལ་བཏབ་ཅིང། སྡིག་པ་རྣམ་སངས་དྲག་མིན་ལ། གང་གིས་དོན་དུ་མ་འཛིན་པར། འཇིགས་པ་ལ་ཡང་བདག་བཞུགས་ཅིང། མཛད་ཅིང་གསན་པར་བྱས་གྱུར་ཏེ། གང་ལ་ཡོངས་སུ་ཆུད་པས་ན། མཆོག་ཏུ་དགའ་གྱུར་དེ་དག་ནི། ཀེང་རུས་ཉིད་ཡིན་ཞེས་སྨྲས་ན། རང་དབང་དང་ནི་དང་མེད་ལ། རབ་ཏུ་འདོད་ཅིང་ཡོངས་ཞེན་ནི། ཅེས་སྤྱན་མྱ་ངན་འདས་མའི་གྲོགས། ཨ་ནེམ་གཅིག་གིས་ནང་ཁོའི་ན་ལོ་བཏེབ། མེས་ཤོ་ནི། ད་ཕོ་ཉག་ཕོ་ཉག་མ་ཡུལ་སྔོན་ཟེ་ག་ལས། ད་ཕོ་ཉག་ཟེ་བ་ཅིན་བུ། ད་ཕོ་ཉག་མོ་ཟེ་བ་ཅིན་བུམ་ལོ་གོ་ནི། ད་ཡང་ཅིན་ཕོ་ཉག་ཟེ་བ་ད་ལོ་གཡོག་པོ་བུ་དང་གཡོག་མོ་བུམ་ལོ་གོ་ནི། ད་འདི་གང་གི་ལོ་རྒྱུ་ཡིན་འདི་གང།

དེ་གསུམ་པའི་ཡི་གེའི་དྲི་མ་ཚུལ་དེ་བས་སོ་ཅི་རུང། དེ་དག་མི་འཇོག་ད་ལུ་ཁ་ཐན་རྟགས་ནི་ལ་སོ་བས་ཀྱི་རིགས་ལས་བྱ་ཅི་ཡོད་པ་དེ་མོ། དང་ནི་གཞིར་བྱ་ཨ་བས་གསུངས་མེ་ཨ་ན་རུ། ཕོ་ཉ་ཕོ་ཉ་མོ་ཡི་ངན་སེ་ག་ལས། དང་པ་ར། དང་ག་ཅི་བུ་སི་ཏི་ཚུལ་གྱི། འབུམ་ལུ་ཡ་ཆ་པ་དེ་ཞེན་པ་བས་ཤི་ན་བས། དེ་ལས་ཨ་ནི་འབུམ་དེ་ཆེ་ནི་གི་དོན་ལུ། ངོ་མ་བས་ཆེ་ནི་གི་དོན་ལུ་ཡ། དེ་དང་པ་ར་སེའུ་ལས་བྱ།

དེ་དག་འཛེམ་པ་མེད་པའི་གི་ཐོག་ནས་ལས་བྱ་བྱེད་པའི་ནུས། དེ་བཟོན་པའི་བསྒྲགས་མིན་ལའང་ཟེར་ག་ལས་ད་བསྒྲགས་པ་མ་ཡིན་པ། བསྒྲགས་པ་ངན་པ་བསྒྲགས་མིན་ཟེར་བ་བཞིན་བསྒྲགས་པ་ངན་པ། ད་གཏམ་ངན་འདྲ། ད་ང་ཅི་ར། སྐད་སྒྲ་ངན་པ་བཟོ་མེད་མོ། ད་མི་ཨ་ནི་དེ་བཀྲ་མ་ཤིས་པ་ཨིན། ཟེར་བའི་ཕྱིར་ན། ད་དབུས་གོང་ན་སླེབས་པ། ད་སྐད་སྒྲ་ངན་པ་དེ་བྱོ་དེ་གི་བས་སོ་ཅི་རུ།

འཇིགས་པ་ལ་ཡང་བདག་ཞུགས་ཤིང་སེང་ག་ལས། དེ་ལས། ཚེ་བདག་དག་གིས་བསླུས་ཡ་འཇིགས་པ་སྐད་ནི་དང་ཚེ་ཕྱི་མ་བསླུས་ཡ་འཇིགས་པ། ད་འཇིགས་པ་ཟེར་བ་སྡུག་བསྔལ་ཚེ་བདག་དག་དང་ཚེ་ཕྱི་མ་གཉིས་ཀ་བསླུ། སྡུག་བསྔལ་སྐྱེད་པའི་གི་རྒྱུ། སྡུག་བསྔལ་སྐྱེད་པའི་གི་ལག། ཧཱ་ནི་དུས་སུ་བསླུ་ཡང། བུམ་གྱི་ཆེད་དུ་བསླུ་མིག་བཞིན་ན་བས། དེ་ལྟ་དགའ་ཞིང་སྤྲོ་བས་གི་ང་ལས་འཕེལ་ན། དེ་བཞིན་བ་རང་ཡང་དེའི་གི་ཁོང་དུ་འཇུག་བཞིན་ན་བས་དེ་དད་པའི་བས་ནི་དུ་སོང་བས།

གཞན་མིན་ན། ཀེང་རུས་ལས་ལོགས་སུ་གྱུར་པའི་གིས་གཞན་མ་ཡིན་པ་གྲགས་གསུང་གྱི་སྦལ་བ་ཅན། རང་དབང་དག་ནི་དག་མིན་ལགས་སེང་ག་ལས། དག་དག་འདི་ལོ་ཡ། གོ་བ་གཉིས་སི་འདུག་མདོ་ཟླ་གཉིས་སི་གསུང་མེད་མཁས་པ་འདི་སུ་གི་དེ་ནི་བོ་དོ་ད་དོ་ཁྱོད་ར་སུ་ལོ་བེའུ་ད་ལོ། དེ་གོ་དེ་ཏོ་ཏོ་ཡོད་མེད་དེ་ཞུ་ཞག་གི། དེ་ཞེ་མེད་དེ་སུ་དེ་ཤུ་མ་དེ་ཁྱོད་ར་སུ་བེ་ཆ་རེ་ད་བོ་དོ་ཧ་གོང་ད་དོ་ང་གི་གོ་བ་འཇམ་ཏོ་ཏོ་དེ་ཞུ་ཞག་གི། རང་དབང་དག་ནི་དག་མིན་ལགས་སེང་ག་ལས། དེ་ལས་བུམ་དེ་ལ་ཡང་ཆགས་པ་དང་ཞེན་པ་འབའ་ཞིག་ན་བས། དེ་ལས་རང་དབང། རང་བློ་ཡང་གནས་སྐབས་རང་དབང་ཡོད་པས་ཀྱི། ཨམ་སུ། རང་གི་ཨམ་སུ། རང་གི་ཨ་རོ་ག་རོ། ཨ་ནི་བདག་སོ་མའི་རང་དབང་དང་ནི། བདག་མིན་ལ་ཟེར་བ་ཅི་རང་གི་མ་ཡིན་པ། རང་གི་མ་ཡིན་པ། གཞན་གྱི་ཨམ་སུ། གཞན་གྱི་བུ་མོ། ཨ་ནི་བདུན་སོ་ལོ་ཡང་རབ་ཏུ་འདོད་ཅིང། བདུན་སོ་ལོ་ཡང་རྣམ་སྨིན།

དེ་གཞན་པའི་ལྟ་བར་མི་རིགས་པ་སེམས་མ་དེ་དག། གཞན་པའི་ལྟ་བར་མི་རིགས་པ་སེམས་ག་ལས་ད་ང་ཅི་བུ་དེ་སུ་གི་ཕ་བུམ་ལོ་ལྟ་བུ་དག་ལོ། ཆགས་པ་དང་ཞེན་པ་གཅིག་གི་ཐོག་ལས་པས་ད་ལྟ་མི་རུང་ཟེར་མི་སྐོར་ཅི་སྟེ་མེད་ད། ང་ཅི་བུ་དེ་སུ་གི་བུམ་ལོ་ལྟ་བུ་དག་ལོ། འཇམ་པ་དང་བརྩེ་བས་ཀྱི་ཐོག་ལས་མེད་པ་བས་ཞེ་ན་ཆགས་པ་དང་ཞེན་པ་གཅིག་གི་ཐོག་ལས་པས་ད་ནི་དུ་སོང་མེད།

ད་ཨ་ནི་དེ་མ་འདྲ་ཞིག་མ་བྱས་པའི་ཧན་པ་ལོ་ལོ་རྒྱུས་ཅི་ཞུ་དགོས་བས་དེ་མེད་པ་ཅི་ཨ་ནི་གོ་མི་ཆུག། ད་ནང་རྒྱ་གར་ལུང་པ་ལུ། ཡོད་ཚད་ཐམས་ཅད་ན་ལུ་དེ་བས་ཡོད་པ་མེད། དེ་རྒྱ་གར་ལུང་པ་ལ་ལུ་ཅི་ན་ན་ལུ་ཡུལ་བཅོམ་བརླག་ཟེར་མེད་དུས་སུ་གི་དབུས་ལུས་མ་ཧན་མ། དེ་རུ་ཨམ་སོ་དུས་སུ་གི་དོང་དེ་སྐབས་ཞག་དོག་ཡིན་པས།

དོང་དེ་ནི་སྲས། བུམ་འདི་གི་དོང་པ། བུམ་འདི་གི་ཞལ་རས། ཨ་ནི་དེ་ནི་བརྡ་རྟ་མངོན་སུམ་གྱུར་པ་བཞིན་སེ་ང་ལས་དེ་འཕགས། དུར་ཁྲོད་ལུས་སྐྱེ་བའི་སྐབས་སུ། དེ་ལས་ད་འཕགས། མེ་བཏང་ནི་གི་དོན་ལོ་ཟེར་ན་ཡང་འདྲ། དེ་ཡང་ཅན་ཡང། རི་ཁ་ལས་འཕགས།